ལྷན་རྒྱས་ཁང་བཟང། ཐོག་མར། འཛམ་གླིང་ཤེས་རྟོགས། Tibet Global Insights། གི YouTube བརྙན་འཕྲིན་དེ་ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ད་རིང་ངས་བརྙན་ཐུང་དེའི་ནང་ཨ་རིའི་སྲིད་འཛིན Trump གྱིས་ཚོང་ལས་ཆེ་ཁག་ཁག་གི CEO ཡང་ན་སྤྱི་ཁྱབ་འགན་འཛིན་ཁག་ཅིག་ལྷན་དུ་པེ་ཅིང་དུ་འཁྲིད་ཡོད་པར། ཡིན་ན་ཡང་ཚོང་ལས་ཀྱི་གནད་འགག་ཆེ་བའི་གན་རྒྱ་འགའ་ཤས་མ་གཏོགས་བྱུང་མེད་པའི་འགོ་བརྗོད་དེ་འདྲ་ཞིག་གིས། སྦི་སྦི་སི་ནས་རྩོམ་ཡིག་ཅིག་སྤེལ་འདུག་པས་དེ་ངས་བོད་སྐད་ཐོག་ཕབ་ལེན་བྱས་ཏེ་ཁྱེད་རྣམ་པར་ཞུ་གི་ཡིན་པས་ཚང་མས་གསན་གཟིགས་སྤྲོ་བོ་ཡོང་བར་ཞུ། དེ་ནི་སྤྱི་ལོ་ཉིས་སྟོང་ཉིས་བརྒྱ་དྲུག་ཟླ་བ་ལྔ་བའི་ཚེས་བཅོ་ལྔ། གཟའ་པ་སངས་ཉིན་ཨ་རིའི་སྲིད་འཛིན Trump པེ་ཅིང་ནས་ཕྱིར་ལོག་མ་བྱས་གོང་ཁོང་གི་གསུང་དོན་ལ Fantastic Trade Deals Great for Both Countries ཅེས་བཤད་ཡོད་པ་དང་བོད་ཁུལ་ཐོག་ཞུས་ན་ཡ་མཚན་ཅན་གྱི་ཚོང་དོན་གྲོས་དོན་བྱུང། རྒྱལ་ཁབ་གཉིས་ཀར་ཧ་ལས་པའི་ཡག་པོ་རེད་ཅེས་བཤད་ཡོད་འདུག་དེ་ནི་རྩོམ་ཡིག་དེའི་ནང་ཞིབ་ཕྲ་གསུང་དོན་ལ་སྲིད་འཛིན་ཀྲམ་རྒྱ་ནགར་ཕེབས་སྐབས་མཐོ་རིམ་ཚོང་དོན་སྐུ་ཚབ་ཚོགས་པ་ཞིག་ལྷན་དུ་ཕེབས་ཡོད་པ་དང་དེའི་ནང་དུ་ཞིང་ལས་དང། མཁའ་དབྱིངས་ཀྱི་གནམ་གྲུ། གློག་ཀླད་རླངས་འཁོར། ད་དུང་དེ་མ་ཟད་མི་ཆོས་རིག་ནུས་ཡང་ན AI འཕྲུལ་ཆས་སོགས་ཀྱི་ཚོང་ལས་རྣམ་པའིསྐུ་ཚབ། ཡང་ན་སྤྱི་ཁྱབ་འགན་འཛིན་རྣམས་ལྷན་དུ་ཕེབས་ཡོད་པ་དང། ཉིན་གསུམ་གྱི་འཚམས་འདྲིའི་རྗེས་སུ་ཨིན་ཟི་ཀྲང་གི་གསུང་དོན་ལ། རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་ནི The World's Most Consequential Economic Relationship། དོན་ནི་འཛམ་གླིང་ནང་གི་ཆེས་གྱོང་འབྲེལ་ཆེ་ཤོས་ཡིན་པའི་དཔལ་འབྱོར་གྱི་འབྲེལ་བ་ཞིག་ཡིན་པས་ཡིན་ཚུལ་བཤད་འདུག། དེ་ནས་རྩོམ་ཡིག་དེའི་ནང་མུ་མཐུད་གསུང་དོན་ལ། ད་ཆ་ཉིན་གཉིས་ཀྱི་སབ་མིད་ཡང་ན་ཚོགས་འདུ་དེའི་བརྒྱུད་ནས་ཕན་ཚུན་མཛའ་གྲོགས་ཀྱི་མཚོན་རྟགས་བཏོན་པ་དང་གསུང་བཤད་མཛད་སྒོ་བཟང་པོ་སྤེལ་བ་མ་གཏོགས། ཚོང་དོན་གྲོས་དོན་ཆེན་པོ་དང་དཔལ་འབྱོར་གྱི་གྲུབ་འབྲས་གལ་ཆེ་བ་ཐོན་མེད་ཡིན་པ་རེད། ཡིན་ན་ཡང། ཨ་རིའི་སྲིད་འཛིན Trump གྱི་གསུང་དོན་ལ། ཚོགས་འདུ་དེ་ནི Very Successful། ཡང་ན་ཧ་ཅང་ལེགས་འགྲུབ་བྱུང་ཅེས་བཤད་ཡོད་པ་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བཤད་རྒྱུར། ཚོགས་འདུ་དེ་ནི། Historic and Landmark། ཡང་ན་ལོ་རྒྱུས་རང་བཞིན་ལྡན་པ་ཞིག་དང་བྱུང་རིམ་གལ་ཆེན་ཞིག་བྱུང་ཅེས་བཤད་ཡོད་པ་རེད། ཡིན་ན་ཡང་སྦི་སྦི་སི་གསར་འགོད་པས་རྩོམ་ཡིག་དེའི་ནང་གསུང་དོན་ལ། ཁོང་ཚོས་འཁྲབ་སྟོན་གང་འདྲ་བྱས་ཡང་ཚོང་དོན་གྱི་གྲོས་དོན་ཆེན་པོ་དང་གཞི་རིམ་གྱི་མཐུན་འབྲེལ་གྱི་གྲོས་དོན། བྱུང་མེད་པ་རེད་ཅེས་བཤད་ཡོད་འདུག། དེ་ནས་མུ་མཐུད་རྩོམ་ཡིག་དེའི་ནང་བཀོད་པར། Fox News གསར་ཁང་གིས་ཨ་རིའི་སྲིད་འཛིན Trump ལ་བཅར་འདྲི་གནང་སྐབས། ཨ་རིའི་སྲིད་འཛིན Trump གྱིས་གསུངས་རྒྱུར་རྒྱ་ནག་གིས་ཨ་མི་རི་ཀའི་ཚོང་ལས་མཁའ་དབྱིངས་གནམ་གྲུ་བཟོ་ལས་ཁང Boeing གྱི་གནམ་གྲུ་ཉིས་བརྒྱ་རྒྱ་ནག་གིས་ངལ་རྩོལ་ཁས་ལེན་བྱས་སོང་བཅས་བཤད་ཡོད་འདུག་ཡིན་ན་ཡང་དེ་ནི་མང་པོས་ཚོད་དཔག་བྱེད་རྒྱུ་ལས་ཉུང་བ་ཞིག་ཡིན་པ་དང་སྤྱིར་རྒྱ་ནག་གིས་ཨ་རིའི་ཚོང་ལས Boeing ལ་གནམ་གྲུ་ཉོ་རྒྱུ་དེ་ནི་ལོ་བཅུ་ཙམ་ལ་མ་ཉོས་པ་ཅིག་ཡིན་པ་དང་ད་ཆ་མང་པོས་གནམ་གྲུ་ཉིས་བརྒྱ་ལས་ལྷག་མང་པོ་ཉོ་གི་རེད་བསམ་པས་མ་ཉོ་བའི་སོང་བསམ་ཚུལ་ལས་མ་མཐུན་པ་བྱུང་ཡོད་པ་རེད། ཡིན་ན་ཡང་དེའི་སྐོར།

འབྲེལ་བའི་སྙིང་དོན་དེ་ནི་ཕན་ཚུན་གཉིས་ཕན་གྱི་མཉམ་ལས་ཤིག་རེད་ཅེས་བཤད་ཡོད་འདུག། ད་དུང་ཁོང་གིས་དེའི་ཐོག་ཁ་སྣོན་བྱེད་རྒྱུར་ང་ཚོ་ཕྱོགས་གཉིས་ཀས་འགོ་ཁྲིད་གཉིས་ཀྱིས་གལ་ཆེ་བའི་མུ་མཐུད་བྱུང་བ་རྣམས་ལག་བསྟར་བྱེད་རྒྱུ་དང། དེ་ལ་བརྟེན་ཕན་ཚུན་དང་འཛམ་གླིང་ཡོངས་ཀྱི་ཚོང་ལས་ལ་བརྟན་འཇགས་ཡོང་བར་བྱེད་རྒྱུ་དེ་ཡིན་ཅེས་ཁ་སྣོན་བྱས་ཡོད་པ་རེད། དེ་ནས་མུ་མཐུད་རྩོམ་ཡིག་དེའི་ནང་གསུང་དོན་ལ་ན་ནིང་སྤྱི་ཟླ་བཅུ་པའི་ནང། རྒྱ་ནག་དང་ཨ་རི་གཉིས་བར་གྱི་ཚོང་དོན་གྱི་དཀའ་རྙོག་གནས་སྐབས་སེལ་ཐབས་ཆེད། རྒྱ་ནག་གིས Rare Earth ཞེས་པ་ཡང་ན་མཁར་ཐུག་གྱུར་ན་ས་དཀོན་པོ། དེང་དུས་ཀྱི་འཕྲུལ་ཆས་ནང་མེད་དུ་མི་རུང་ཡིན་པའི་རང་བྱུང་གི་གཏེར་ལྕགས་རིགས་ཤིག་ཡོད་པར་དེའི་མིང Rare Earth ཞེས་བརྗོད་ཀྱི་ཡོད་པ་དེས་རྒྱ་ནག་གིས་ཨ་རིར་གཏང་རྒྱུ་བཀག་སྡོམ་དེ་མཚམས་འཇོག་བྱས་པ་དང། དེ་ཡི་ལན་ལ། ཨ་རིས་རྒྱ་ནག་ལ་རྒྱ་ནག་གི་དངོས་ཟོག་ཨ་རི་ཀ་ལ་ནང་འདྲེན་བྱེད་པ་དེ་རྣམས་ལ་ཁྲལ་མཐོ་རུ་བཏང་བ་དེ་དག་ཉུང་རུ་བཏང་བའི་བཅས་ཀྱི་གན་རྒྱ་ཞིག་བཞག་ཡོད་པར། གན་རྒྱ་དེ་ནི་འདི་ལོ་སྤྱི་ཟླ་བཅུ་གཅིག་ནང་རྫོགས་ཀྱི་ཡོད་པ་དང་དེའི་སྐོར་གནད་དོན་གང་འདྲ་བྱུང་ཡོད་མེད་གསལ་པོ་ཤེས་ཀྱི་མེད་པ་རེད། དེ་ནི་ཨ་རིས་ཚོང་ལས་ཐོག་ཁྲལ་གང་འདྲ་གོ་མིན་གྱི་གྲོས་མོལ་བྱེད་མཁན་གྱི། ཇོ་མོ་སིལ་བྷེར་གྱིས་གཟའ་པ་སངས་ཉིན Bloomberg གསར་ཁང་ལ་གསུང་འདོན་བྱས་ན། ད་ལྟའི་ཆར་ང་ཚོ་གན་རྒྱ་དེ་འདི་ལོའི་སྤྱི་ཟླ་བཅུ་གཅིག་གི་རྗེས་སུ་ཕར་འགྱངས་བྱེད་མིན་ཐག་མ་ཆོད་པ་རེད་ཅེས་བཤད་ཡོད་འདུག་ཡིན་ན་ཡང་ཨ་རིས་ཕོ་བྲང་དཀར་པོ་ནས་གསུང་འདོན་བྱས་ན། ང་ཚོས Board of Trade ཡང་ན་ཚོང་དོན་ལྷན་ཚོགས་ཤིག་བཙུགས་ཏེ་ཁྲལ་གྱི་གྲོས་མོལ་སླར་གསོ་བྱེད་མ་དགོས་པར་འབྲེལ་བ་དམ་ཟབ་གཏོང་རྒྱུ་ཡིན་ཅེས་བཤད་ཡོད་འདུག་དེ་ནས BBC ཀྱི་རྩོམ་ཡིག་དེའི་ནང་འཕྲུལ་རིག་དང་ཚོང་དོན་སྐོར་མུ་མཐུད་གསུང་དོན་ལ། ད་ཆའི་འཚམས་འདྲི་དེ་ནི་མཐོང་ཚུལ་དང་དངོས་ཡོད་ཀྱི་དོན་དག་གཉིས་ཆེ་ཆུང་ཁྱད་པར་དེ་ཙམ་མེད་པར། མང་པོས་དོ་སྣང་ཆེན་པོ་བྱེད་ཆེད་མཐོང་ཚུལ་བྱུང་བ་གཅིག་ནི།

བཟོ་འགོད་བྱེད་མཁན་གྱི་ཚོང་ལས། NVIDIA། ཀྱི CEO ཡང་ན་སྤྱི་ཁྱབ་འགན་འཛིན་ཇན་སིན་ཧོང། ཁོང་གཉིས་ཀ་མཛད་སྒོ་དེ་དག་སྐབས་ཀྲང་གི་ཉེ་འགྲམ་དུ་དེད་ཡོད་པ་དང་དེའི་མཚོན་དོན་ནི་གློག་གི་མོ་ཏྲ་དང། Semiconductor། ཞེས་པ་ཡང་ན་གློག་ཀླད་ནང་གི Chips། རྒྱ་ནག་དང་ཨ་རིའི་གཞུང་བར་གྱི་འབྲེལ་བ་དེ་ལ་གལ་ཆེན་པོ་ཡིན་པར་མཚོན་ཐུབ་ཀྱི་ཡོད་ཅེས་བཤད་ཡོད་འདུག་གློག་གི་མོ་ཏྲའི་ཚོང་ལས Tesla དང། ཨུ་ལེག་གི་ཆིབས་བཟོ་སྐྲུན་བྱེད་མཁན་གྱི་ཚོང་ལས་ཨན་བྷི་དེ་གཉིས་དེ་ནི་རྒྱ་ནག་དང་འབྲེལ་བ་ཤུགས་ཆེན་ཆགས་ཀྱི་ཡོད་པར། དེ་ནི་ཏེསལ་ལ་ལྟ་བུར་མཚོན་ན་ཁོ་ཚོས་མོ་ཏྲ་མང་པོ་ཞིག་ཤང་ཧའེ་ལ་ཡོད་པའི Giga Factory ཡང་ན་བཟོ་གྲྭ་ཆེན་པོ་དེའི་ནང་བཟོ་སྐྲུན་བྱེད་ཀྱི་ཡོད་པ་དང། ད་དུང་རྒྱ་ནག་མི་མང་ཚོས་ཏེསལ་ལ་ནས་མོ་ཏྲ་ཉོ་གི་ཡོད་པར་བརྟེན། ཁོང་ཚོ་རྒྱ་ནག་ལ་བརྟེན་ནས་བསྡད་ཡོད་འདུག་གཞན་ཡང Nvidia ལྟ་བུ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་བར་གྱི AI ཚོང་ལས་ཀྱི་འགྲན་རྩོད་དེའི་ནང་དཀྱིལ་དུ་ཚུད་དེ་གནས་ཡོད་པ་དང། ཨ་རིས Nvidia ཀྱི་གློག་ཀླད་ཅིབ་གཅིག་པུས་རྒྱ་ནག་ལ་བཙོང་མ་ཆོག་བའི་བཀག་སྡོམ་བྱེད་ཀྱི་ཡོད་པ་དང། ཚོང་ལས་དེ་དག་གཉིས་ནི་རྒྱ་ནག་དང་ཤུགས་ཆེན་འབྲེལ་བ་ཡོད་པར་དང། མ་འོངས་པའི་འཛམ་གླིང་ཡོངས་ཀྱི་འཕྲུལ་ཆས་ཡར་རྒྱས་དང་གསར་གཏོད་ལ་འབྲེལ་བ་ཤུགས་ཆེན་ཆགས་ཡོད་པ་རེད།

རྒྱ་ནག་ནང་སོ་ཡ་བིན་ཡང་ན་སི་མ་དང་ཨང་ཤ་དང་ཇག་ཤ་བཅས་རྒྱ་ནག་གི་ཁྲོམ་རའི་ནང་བཙོང་ཆོག་པའི་ཐོབ་ཐང་མང་དུ་གོ་གི་ཡོད་པའི་རེ་འདུན་བཏོན་གྱི་ཡོད་པ་རེད། ཨ་རིའི་ཚོང་དོན་གྲོས་མོལ་གྱི་སྐུ་ཚབ་ལིར་ཁོང་གིས་གསུང་འདོན་བྱས་ན། ང་ཚོས་རྒྱ་ནག་མཉམ་དུ་གཞུང་འབྲེལ་ཐོག་ཐག་གཅོད་བྱུང་བར་རྒྱ་ནག་གིས་ཨ་རིའི་ཞིང་ལས་ཀྱི་ཐོན་རྫས་དང་བླངས་ཤ་ཉོ་རྒྱུའི་གྲོས་མཐུན་ཐོག་བྱུང་འབྲེལ་གྱི་མོས་མཐུན་བྱུང་ཡོད་ཅེས་བཤད་ཡོད་པ། ཡིན་ན་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་བོད་ལ་ཁག་ཐུག Confirm ཡང་ན་བདེན་དཔང་མ་བྱས་པ་དང་ཁོང་གི་གསུང་དོན་ལ་ཕྱོགས་གཉིས་ཀས་ཚོང་དོན་འབྲེལ་བ་བརྟན་པོར་རྒྱུན་འཁྱོངས་བྱེད་རྒྱུ་དང་མཉམ་ལས་རྒྱ་སྐྱེད་གཏོང་རྒྱུ་དེ་རེད་ཅེས་བཤད་ཡོད་འདུག་དེ་ནས། མུ་མཐུད་སྙན་ཐོའི་ནང་བཀོད་པར་ཕོ་བྲང་དཀར་པོ་ནས་གསུང་འདོན་བྱས་ན། རྒྱ་ནག་གིས་ཨ་རིའི་ཚོང་ལས་རྣམས་ལ་རྒྱ་ནག་གི་ཚོང་ར་གོ་ཕྱེ་སྟེ་གོ་སྐབས་ཕུལ་རྒྱུ་དང། རྒྱ་ནག་གིས་ཨ་རིའི་ཚོང་ལས་རྣམས་ལ་མར་རྩ་བླུག་རྒྱུའི་ཐོག་གྲོས་མོལ་བྱས་ཡོད་ཅེས་བཤད་ཡོད། གཞན་ཡང་སྙན་ཐོའི་ནང་མུ་མཐུད་བཀོད་པར་སྲིད་འཛིན་ཞི་ཅིན་ཕིང་གིས་ཨ་རིའི་ཚོང་ལས་འགོ་ཁྲིད་རྣམས་ལ་གསུང་འདོན་ལ China's door will open wider ཅེས་བཤད་ཡོད་པ། བོད་སྐྱོད་ཐོག་ཁག་ཐུག་གྱུར་ན་རྒྱ་ནག་གི་སྒོ་ཕྱེ་རུ་ཆགས་ཀྱི་རེད་ཅེས་བཤད་ཡོད། དེའི་དོན་ནི་དབྱིན་གྱི་ཚོང་ལས་རྣམས་རྒྱ་ནག་ནང་ཚོང་བརྒྱབ་རྒྱུའི་རེ་བ་མང་དུ་ཡོད་པ། ད་དུང། རྒྱལ་སྤྱིའི་ཚོང་ལས་ཀྱིས་རྒྱ་ནག་ནང་དུ་མ་རྩ་བླུག་རྒྱུའི་ཐོབ་ཐང་མང་རུ་འགྲོ་བ། ཕྱི་རྒྱལ་གྱི་ཚོང་ལས་རྣམས་ལ་སྒྲིག་འཛུགས་བཀག་སྡོམ་ཐོད་པ་རྣམས་ཉུང་དུ་འགྲོ་བ་སོགས་པའི་གནས་སྟངས་གཞིས་ཆགས་རྒྱུ་ཡིན་པ་དེ་ཤིན་ཧྭ་གསར་ཁང་གིས་གནས་ཚུལ་སྤེལ་ཡོད་པ་སྦི་བྷི་སི་རྩོམ་ཡིག་དེའི་ནང་བཀོད་འདུག་དེ་ནས་མུ་མཐུད་གསར་འགོད་རྩོམ་ཡིག་དེའི་ནང་ཟ་འཁྲག་གི་གནད་དོན་ཁག་ཅིག་བཀོད་ཡོད་པ་དེ་ནི་ད་ཐེངས་ཀྱི་ཚོགས་འདུ་དེའི་ནང་གནད་དོན་གསལ་བོ་ཆགས་བ་གཅིག་ནི་རྒྱ་ནག་གིས་ཐེ་ཝན་གྱི་གནད་དོན་དེ་ཨ་མི་རི་ཀ་དང་རྒྱ་ནག་བར་གྱི། ཚོང་དོན་གྱི་འབྲེལ་བའི་ནང་ཐད་ཀར་འབྲེལ་བ་བཏགས་ཀྱི་ཡོད་པ་རེད། སྔར་ལོ་ག་ཤས་གོང་ནས་ཡིན་ན། ཐའེ་ཝན་གྱི་གནད་དོན་དེ་ནི་རྒྱ་ནག་དང་ཨ་རིའི་བར་གྱི་འབྲེལ་བའི་ནང་དུ་གནད་དོན་མང་པོ་ཡོད་པའི་ནང་ནས་གཅིག་ཏུ་ངོས་འཛིན་གྱི་ཡོད་པ་རེད། ཡིན་ན་ཡང་ཉེ་ཆར་རྒྱ་ནག་གཞུང་གི་གསུང་སྟངས་ཀྱི་འགྲོས་ལ་བལྟས་ན། ཐའེ་ཝན་དེ་ནི་རྒྱ་ནག་དང་ཨ་རིའི་བར་གྱི། འབྲེལ་བ་བཟང་པོ་ཡོང་རྒྱུར་ཆ་རྐྱེན་གཅིག་ལ་ངོས་འཛིན་བྱེད་ཀྱི་འདུག་ཅེས་རྩོམ་ཡིག་དེའི་ནང་བཀོད་འདུག་དེ་ནས་མུ་མཐུད་དེ་ནང་གསུང་དོན་ལ། རྒྱ་ནག་གཞུང་གིས་གཞུང་འབྲེལ་ཡིག་ཆ་ཞིག་བཏོན་ཡོད་པས་དེའི་ནང་བཀོད་པར་སྲིད་འཛིན་ཞི་ཅིན་ཕིང་གིས་བཤད་པར་ཕྱོགས་གཉིས་ཀྱིས་ངོ་མཐུན་བྱས་པར། རྒྱ་ནག་དང་ཨ་རིས་འབྲེལ་བ་ཡར་རྒྱས་དང་སྤེལ་གླིང་ཡོང་བའི་མོས་མཐུན་བྱས་ཡོད་ཀྱང། ཡིན་ན་ཡང་ང་ཚོས་ཐེ་ཝན་གྱི་གནད་དོན་དེ་ནི

གནད་དོན་གལ་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་དང། དོ་དམ་ཡག་པོ་མ་བྱུང་བར་ཡང་ན་ཐག་གཅོད་ནུས་འགྱུར་ཅན་ཞིག་བྱུང་ན་ཆབ་སྲིད་དང་དཔལ་འབྱོར་ཡང་ན་དམག་དོན་བཅས་ཀྱི་གདོང་གཏུག་ཡོང་བ་དང། ཡང་ན་འཁྲུག་རྩོད་ཡང་ཡོང་སྲིད་པ་ཞིག་རེད་ཅེས་རྒྱ་ནག་གཞུང་གི་གཞུང་འབྲེལ་གསར་ཁང་གིས་གནས་ཚུལ་དེ་སྤེལ་ཡོད་པ་རེད། དེ་ནས་མུ་མཐུད་བྷི་བྷི་སི་གསར་འགོད་པས་མ་འོངས་པར་འཁྲུག་རྩོད་བཟོས་སྲིད་པའི་དཀའ་ངལ་ཁག་ཅིག་སྐོར་གསུང་དོན་ལ། སྤྱིར་འཕྲུལ་རིག་གི་ལག་རྩལ་དེ་ནི་ཨ་རི་དང་རྒྱ་ནག་གི་བར་འགལ་བ་ཆེ་ཤོས་དུ་ཆགས་ཀྱི་ཡོད་པ་རེད་འདུག་ཨ་རིས་རྒྱ་ནག་ལ་གློག་ཀླད་ཀྱི Chips གཙོས་སྤུས་རྣམ་འཚོང་རྒྱུའི་བཀག་སྡོམ་བྱས་པ་དང་རྒྱ་ནག་གིས་དེ་དག་བཙོང་དགོས་པའི་གོ་དོན་བཏོན་པ། ནི AI སྐོར་གྲོས་མོལ་མང་པོ་ཡོང་རྒྱུར་མང་པོས་ཚོད་དཔག་བྱས་ཡོད་ཀྱང་ཡིན་ན་ཡང། གཞུང་འགྲེལ་གྱི་ཡིག་ཆ་བཀྲམ་པ་རྣམས་ཀྱི་ནང་དུ་དེ་དག་སྐོར་ཞིབ་ཕྲ་བཀོད་མེད་པ་དང། ཡིན་ན་ཡང་ཨ་རིའི་བློན་ཆེན་སྦེ་སེམ་ཞེས་པ་ཞིག་གིས་གསུངས་དོན་ལ་ང་ཚོས AI སྐོར་གྲོས་བསྡུར་བྱས་ཡོད། ད་དུང་དེ་ཐོག་གསུངས་དོན་ལ། ཨ་རིའི AI ལག་རྩེད་དེ་དག་རྒྱ་ནག་ལས་ལྷག་དང་ཡག་ཏུ་ཡོད་པའི་གནས་སྟངས་གང་གནས་རྒྱུ་དེ་ནི་ཧ་ཅང་གལ་ཆེན་པོ་ཡིན་ཅེས་བཤད་ཡོད་འདུག། གཞན་ཡང་སྲིད་འཛིན་ཀྲམ་རྒྱ་ནག་ལ་ཨི་རན་གྱི་རྩོད་རྙོག་དང་དོ་སྣུམ་གྱི་གོང་ཚད་ལྷིང་འཇགས་ཡོང་བའི་ཆེད་དུ་རྒྱ་ནག་གི་མཉམ་ལས་ཡོང་རྒྱུའི་རེ་བ་བྱས་ཡོད་པ་དང་ཁོང་གི་གསུང་དོན་ལ། སྲིད་འཛིན་ཞི་ཅིང་པིང་ཁོང Strait of Hormuz ཡང་ན་ཧོར་མུས་མཚོ་ཁ་དེ་སྒོ་ཕྱེ་རྒྱུའི་འདོད་པ་བྱེད་ཀྱི་འདུག་ཅེས་བཤད་པ་དང་ད་དུང། སྲིད་འཛིན་ཀྲམ་གྱིས Fox གསར་ཁང་ལ་གསུང་འདོན་བྱས་ན།

ངེས་པར་དུ་གང་མགྱོགས་མགྱོགས་སྒོ་ཕྱེ་དགོས་པའི་གོ་དོན་ཡང་བཏོན་ཡོད་འདུག་དེ་ནས་རྩོམ་ཡིག་དེའི་མཇུག་བསྡོམས་ལ། གཟའ་ཕུར་བུའི་དགོང་མོའི་གསོལ་སྟོན་དེའི་ཐོག་སྲིད་འཛིན་ཀྲོམ་གྱིས་སྲིད་འཛིན་ཞི་ཅིན་ཕིང་ལ། ཟླ་བ་དགུ་བའི་ཚེས་ཉི་ཟབ་བཞི་ཉིན་ཕོ་བྲང་དཀར་པོའི་ནང་དུ་གདན་ཞུ་བྱས་ཡོད་འདུག། འཚམས་འདྲི་དེ་མ་བྱུང་གོང་ལ་མང་པོས་བཤད་ཚུལ་བྱས་ན་གྲོས་མོལ་གནང་རྒྱུ་ཡིན་པ་རེད་ཅེས་བཤད་ཀྱི་ཡོད་པ་དང། ཁྱེད་དེ་རིང་གི་ལས་རིམ་ད་གར་མཚམས་བཞག་རྒྱུ་ཡིན། ང་ནི་ཧྥ་རན་སི་ནང་གནས་སྡོད་བྱེད་པའི་བོད་རིགས་ཤིག་ཡིན། ངས་ནི་ཡོན་ཏན་ཟེར་གྱི་ཡོད། དེ་རིང་གི་བརྙན་ཐུང་དེ་ཡང་ཡག་པོ་འདུག་གོང་ན་དགའ་རྟགས་ནོས་པ་དང་རྒྱུ་སྐོར་བྱས་པ། གཞན་ཡང།